འདོད་པའི་ཡུན་དུ་ལན་ཚྭ་ཆུ་དང་འདྲ། ཇི་ཙམ་སྤྱད་ཅིང་སྲེད་པ་འཕེལ་བར་འགྱུར། གང་ལ་ཞེན་ཆགས་སྐྱེས་པའི་དངོས་པོ་རྣམས། ཕྲ་ལ་སྤོང་བ་རྒྱ་སེ་ལག་ལེན་ཡིན། ཨཱ་ཞེས་གསུངས་པའི་གིས་ད་རྩ་ཚིག་གི་དོན་དག་རྡོག་རྡོག་ཅིག་ག་རེ་བསྟན་གྱི་འདུག་ཟེར་ན་རོ། ཨཱ་ནི་འདོད་པའི་ཡུན་དོན་གསལ་དེ་ང་རང་གི་འདོད་པའི་ཡུན་དོན་ལྔ། ཨཱ་དོན་ལྔ་ཟེར་ལགས་ཀྱི་དོན་ལྔ་དེ་ག་རེ་ཟེར་ན་གཟུགས། སྒྲ། དྲི། རོ། རེག་བྱ་ལྔ་དེ་ལ་འདོད་པའི་ཡུན་དོན་ལྔའམ་དོན་ལྔ་ཟེར་ལབ་ཀྱི་ཡོད་རེད། རོ་བ། འདོད་པའི་ཟས་ནི་འཁོར་བ་འཛམ་གླིང། འཇིག་རྟེན་འཁོར་བ་འདི་ཡི་ནང་གི་ད་གཟུགས་སྒྲ་དྲི་རོ་རེག་བྱ་ལྔ་དེ་ལག་གི་ཡོད་རེད། འདི་ལྔ་དེ་ལས་ང་རང་ཚོ་ག་ཚོད་བེད་སྤྱོད་བཏང་བ་ག་ཚོད་ལོངས་སྤྱོད་བྱས་པ་ཡིན་ན་ཡང་བེད་སྤྱོད་བཏང་བ་ན་འདི་ལས་འདི་ཙམ་གྱིས་ཨ་ནི་ཞེན་པ་དང་ཆགས་པ་དང་ཧམ་པ་སྡུག་བསྔལ་འདི་ཨ་ནི་ཆེ་རུ་ཆེ་རུ་འགྲོ་གི་རེད་མ་གཏོགས་ཅི་གིས་ཨ་ནི་ཉུང་རུ་ཉུང་རུ་འགྲིག་སོང་ཚང་སོང་དྭངས་སོང་ཟེར་ནས་ཡོང་གི་རེད་ཟེར་ན་ཡོང་གི་མ་རེད། རོ་བ། དཔེ་འགའ་རེ་བཞག་པར་སོང་ད་དཔེ་དེ་ལན་ཚྭ་བཞག་གི་དོ་ལན་ཚྭ་དེ་ལན་ཚྭ་གི་ཆུ་བསྲེས་ཏེ་ཚྭ་ཆུ་བླག་ཡོད་རེད་ཚ་ཚུལ་རྒྱ་མཚོ་གི་ཆུ་ཐམས་ཅད་དེ་ཨ་ནི་ལན་ཚྭ་རེད་ར་བ་འདི་དེ་ཚྭ་ཆུ་རེད། ད་ང་ཁ་སྐོམ་པ་བསལ་གི་ཆེད་དུ་ལ་ཨ་ནི་ང། ཚྭ་ཆུ་འཐུང་ངེས་ལབ་ན། ཁ་སྐོམ་པ་བསལ་གི་རེད་བསལ་གི་མ་ར་བ་ཚྭ་ཆུ་ག་ཚོད་འཐུང་པ་ཡིན་ན་ཁ་སྐོམ་པ་དེ་ཆེ་རུ་ཆེ་རུ་འགྲོ་གི་མ་གཏོགས་ཅི་གི་ཁ་སྐོམ་པ་བསལ་བ་དང་ཁ་ངོམ་སོང་ཟེར་ནས་ཡོང་གི་རེད། ཡོང་གི་མ་རེད། བྱས་ཙང་འཇིག་རྟེན་འཁོར་བའི་ཆོས་དེའི་ནང་གི་འཁོར་བ་འདིའི་ནང་གི་ད་རྒྱུ་ནོར་ལོངས་སྤྱོད་དངུལ་དཔེ་ཤ་མིང་སྙན་གྲགས་ཟས་དེ་དག་ཐམས་ཅད་ད་བུ་བུ་མོ་ལ་དགའ་བ་བུ་མོ་བུ་ལ་དགའ་བ་དང། ཨ་ནི། ཨ་ནི་གར་ཚོགས་འཁོར་འདི། ཨ་ནི་གཟུགས་མཛེས་པོ་ལ་ཆགས་པ་དང་ཨ་ནི་དགྲ། སྙན་པོ་ལ་ཆགས་པ་དང་ཨ་ནི་དྲི་མ་ཞིམ་པོ་ལ་ཆགས་པ་དང་རོ་ཞིམ་པོ་ལ་ཟས་འདི་ཚོ་ལ་ཆགས་པ་དང་ཨ་ནི་དགོད། རེག་བྱ་ལྕམ་པོ་གོས་ལྕམ་པོ་དག་ནི་ཕོ་བོ་ཕོ་མོ་ཕོ་མོ་ཕོ་མོ་ཕོ་མོ་ནང་གི་ལུས་དྲལ་གྱི་དེ་འདྲ་གྱི་དག་ཨ་ནི། ཆགས་པ་དེ་ཚོ་ལས་ནི་གཞན་འདས་པ་ལོངས་སྤྱོད་པ་ན་དེ་གོང་ནས་གོང་དུ་འཕེལ་འགྲོ་ཡ་རེད་མ་གཏོགས་ཅིག་ཉུང་རུ་ཉུང་རུ་འགྲོ་གི་མ་རེད་དཔེ་རྒྱ་མཚོ་གི་ཆུ་ནང་བཞིན་རེད་ད་དེ་ནས་སྐད་ཅིག་པར་འཇལ་བན་གྱི་ཡུལ་བྱེད་ཅིག་སོ་སོ་ལ་དེ་ནས་ཨ་ད་ཞེན་པ་ཨ་ནི་དུང་ངམ་ཨ་ནི་ཆགས་པ་དེ་ནས་སྐད་པར་འཇལ་བཅུག་མཁན་གཙོ་བོ་དེ་སུ་རེད། ཡུལ། དངོས་པོ་དེ་སུ་རེད་གཟུགས་སྒྲ་དྲི་རོ་རེག་བྱ་ལྔའི་ནང་ནས་གང་རེད་དེ་ནས་སྐྱེས་པ་སྐྱེས་པར་བྱེད་བཅུག་མཁན་གྱི་ད་ཆོས་འམ་དངོས་པོའམ་ཡུལ་འདི་ཚོ་ཐམས་ཅད་དེ་ཨ་ནི་དེ་མ་ཐག་ཏུ་ལམ་སང་ལམ་སང་ལ་ནི་བག་སྤང་དགོས་རེད་བག་སྤང་ལམ་སང་ལ་རྒྱང་རིང་ཙམ་སྡོད་དགོས་རེད་གང་ཟག་ལམ་སང་ལམ་སང་ལ་ད་འདི་ཚོ་ལ་ཞེན་པ་ཟློག་དགོས་རེད་ཟེར་ལགས་འདུག་ར། དེ་འདི་ཞེན་པ་ཟློག་པར་བྱེད་པའམ་དེ་ནི་ཨ་ནི་སྤང་བར་བྱེད་མཁན་སྤང་བར་བྱེད་མཁན་དེ་ད་ཉམས་ལེན་ནི་སུ་གིས་བྱེད་ཀྱི་རེད་ས་རྒྱ་ཚད་བྱང་ཆུབ་སེམས་དཔའ་ནི་མི་འདུག་ཟེར་ཉམས་སུ་ལེན་གྱི་རེད་སྡིག་བྱས་ནས་ཉམས་ལེན་བྱེད་ཀྱི་རེད་ཟེར་ཟེར་གསུང་གི་འདུག། བརྒྱ་བྱེད་བྱང་ཆུབ་སེམས་དཔའ་ཡང་དང་དེ་ནས་ཕྱི་ནས་དང་འདོད་པའི་ཡོན་ཏན་ལྔ་དེ་ཐམས་ཅད་ལ་དང་གཞན་པ་དེ་སྤང་བ་དང་དེ་ཚུལ་ལ་རྒྱང་རིང་རེ་འདེབས་པ་དང་ཨ་ནི་རྒྱ་སེ་སྐྱེས་པར་རྗེས་བཅུག་པ་ན་དེ་མ་ཐག་ཏུ་དང་ཨ་དེ་དང་དེ་དག་ཐམས་ཅད་སྤང་བར་བྱེད་པ་ལ་བརྩོན་པ་དང་འབད་བརྩོན་བྱེད་པས་ན་ནི་ལག་ལེན་ལྟར་གྱི་ལ་ཉམས་ལེན་བྱེད་ཀྱི་ཡོད་རེད་ཟེར་འདི་ནས་རྩ་ཆེ་དེ་གས་བསྟན་གྱི་འདུག་དེ་དང་ང་རང་ཚོ་ད་འཇིག་རྟེན་འཁོར་བ་འདི་དང་གི་ཆོས་དེ་ལ་དཔེ་མི་བྱེད་ཞེན་པ་ཆེན་པོ་བྱེད་ག་ཚོད་ཡང་མང་རུང་མང་རུང་གོ་གོ་ཟེར་ནས་ཞེན་པ་བྱེད་ཀྱི་འདུག་འདི་བྱེད་པ་ནི་མང་རུང་མང་རུང་བྲོ་ཡོད་རེད་མ་གཏོགས་ཅི་གི་ཨ་ནི་ཁྱེད་རང་ལ་དང་ངའི་བདུད་བཅུ་ག་དུས་ཡང་སླེབས་ཀྱི་མ་རེད་བྱས་ཙང་ད་ལྟ་ནི་ཁོ་རང་ལྔ། འདོད་གཞུང་ཆོག་ཤེས། འདོད་ཆུང་ཆོག་ཤེས། རུ་བ། བྱས་ནས་ཨ་ནི། འཁོར་བའི་ཆོས་ལ་ཞེན་པ། ཨ་ནི་སྤངས་ན་ཡག་པོ་རེད་ཟེར་འདི་ཅིག་གསུང་གི་འདུག་ཤོད། ཇི་ལྟར་སྣང་བ་དེ་དག་རང་གི་སེམས། སེམས་ཉན་གདོད་ནས་སྤྲོས་པའི་མཐའ་དང་འདྲལ། དེ་ངས་ཤེས་ནས་གཟུང་འཛིན་མཚན་མ་རྣམས། ཡིད་ལ་མེད་ཅེས་རྒྱ་སེ་ལག་ལས་ཡིན། ཞེས་གསུངས་པའི་གི་ད་རྩ་ཚིག་འདི་གི་ད། དོན་དག། དཔེ་མི་སྲིད་གཏིང་ཟབ་བོ། དེ་འདྲ་ཅིག་འདུག་རུ་བ་གཱ་ཡཱ་སི་ནད་འདིའི་གཙོ་བོ་དེའང་ཨ་ནི་ལྟ་བའི་ཐོག་ལ་བཤད་ཀྱི་འདུག་ལྟ་བ་དེའི་ནང་ནས་དབུ་མ་གི་ལྟ་བ་བཤད་ཀྱི་འདུག་རུ་བ། ད་ལྟ་བ་དེ་ག་རེ་རེ་ལ་ཡོང་དུས་དབུ་མ་གི་ལྟ་བ་ཟེར་དེ། སྤྲོས་པ། སྤྲོས་པའི་མཐའ་བཞི་དང་སྤྲོས་པའི་མཐའ་བརྒྱད་དང་འགལ་བའི་གི་ད་ཆོས་ཉིད་མཉམ་པ་གཉིས་ཀྱི་ངང་དུ་ལ་ད་མཉམ་པར་བཞག་གོ་ཆོས་ཉིད་མཉམ་པ་གཉིས་ཀྱི་ནང་དུ་ལྟ་གོ་གི་རེད་ཟེར་བ་དེ། ད་དབུ་མ་གི་ལྟ་བ་རེད། ད་འདིའི་སྐབས་སུ་དེ་འདྲ་ཅིག་བསྟན་གྱི་འདུག་ད་འདི་ག་རེ། རེད་ཟེར་དོན་དག་རྡོག་རྡོག་ཞུས་པ་ནི་ཇི་ལྟར་སྣང་བ་དེ་དག་རང་གི་སེམས་ཟད་དེ། ཇི་ལྟར་སྣང་བ་ཟེར་ང་རང་ཚོ་གི་ད་ཕྱི་རོལ་དུ་རུ་བ་གཟུགས་སྒྲ་དྲི་རོ་རེག་བྱ་མང་པོ་ཅིག་མཐོང་རྒྱུ་ཡོད་ར་དཔེ་བཞག་ན་བུམ་པ་མཐོང་བ་ལ་སོགས་པ་དང་ཁ་དོག་དཀར་པོ་མཐོང་བ་ཁ་དོག་ནག་པོ་མཐོང་བ་རུ་བ་ཕྱི་རོལ་དུ་འབྱུང་བ་བཞི་ས་ཆུ་མེ་རླུང་དེ་ཚོ་མཐོང་བ་རུ་བ་རི་ར་འོ་ཁང་ཁྱིམ་ལ་སོགས་པ་མཐོང་བདེ་བ། དེ་འདྲའི་མཐོང་བདེ་བ་དེ་དག་ཐམས་ཅད་དེ་ང་རང་ཚོའི་མཐོང་བ་ནང་བཞིན་ང་རང་ཚོ་གི་ད། ཐོས་པ་ནང་བཞིན་ཕྱི་རོལ་དུ་ཡོད་རེད་ཟེར་ན་ཕྱི་ལོག་ཏུ་བསྔོ་བའི་བྱེད་ཉིན་ཡོད་རེད་ཟེར་ན། ཡོད་མ་རེད་ལབ་ཀྱི་ཡོད་རེད་ད། ཕྱི་རོལ་ལུགས་གང་ཡང་གྲུབ་ཡོད་མ་རེད། དེ་མཐོང་བ་དེ་དག་ཐམས་ཅད་རང་གི་སེམས་ཀྱིས་བཟོས་ཆོག་རེད། སེམས་ཀྱིས་བཟོས་ནི་ཕ་ཤར་ཡོང་རྒྱུ་རེད། སེམས་ཀྱི་ཐོག་ནས་མ་ཕྱི་ལོག་ལ་ཤར་ཡོང་རྒྱུ་རེད་མ་གཏོགས་ཅི་གི་ཕྱི་ལོག་ལ་འདི་ཡོད་རེད་ཟེར་ན། ཡོད་མ་རེད་ལབ་ཀྱི་ཡོད་རེད་ད། ད་བློ་ལ་ཤོང་ས་མ་རེད་བ། ད་ཕྱི་ལོག་ལ་མེད་པ་ཡང་ནི་ནང་གི་སེམས་ནང་ལ་ཡོད་རེད་ད་སེམས་དེ་ཁོ་རང་དངོས་གནས་ཡོད་རེད་སེམས་དེ་ཡོད་རེད་ཟེར་ན། འོ་སེམས་ཁོ་རང་ཡང་སེམས་ཁོ་རང་ཡང་སྤྲོས་པ་ཡོད་མ་རེད་སེམས་ཁོ་རང་ཡང་ཡའི་གདོད་མ་ནས་གདོད་ནས་ཟེར་རེད་སྐྱེ་བ་ཐོག་མ་མེད་པ་ནས། རོ། སེམས་ངན་དུས་ནས་སྤྲོས་པའི་མཐའ་དང་སེམས་འཁོར་ར་ཡང། སྐྱེ་བ་ཐོག་མ་མ་ནས་ཡེ་གདོད་མ་ནས། སྤྲོས་པ་མཐའ་བཞི་དང་འདྲ་བ་སྤྲོས་པ་མཐའ་བཞི་ཟེར་ན། ཡོད་པ་ཡང་མ་རེད་མེད་པ་ཡང་མ་རེད་གཉིས་ཀ་ཡང་མ་རེད་གཉིས་མེད་ནས་མ་རེད་ལར་ལྟ། ཡོད་ཡང་མ་རེད་མེད་ཡང་མ་རེད་གང་ཡང་ལབ་ཐུབ་མེད་པ་སྤྲོས་པ་མཐའ་བཞི་དང་འདྲ་ལ་སར་བས་ཀྱི་ལྟ་ཆོས་ཡོད་དབྱིངས་གཅིག་རེད་ཟེར་བ། སེམས་ངན་དུས་སྤྲོས་པའི་མཐའ་དང་འདྲ། བྱས་ན། ཕྱི་གཟུང་བའི་ཡུལ་དང་ནང་འཛིན་བས་ཀྱི་སེམས་གཉིས་ཀ་ཡོད་མ་རེད། ཡོད་ཡང་ལ་ཐུབ་ཀྱི་མ་རེད་མེད་ཡང་ལ་ཐུབ་ཀྱི་མ་རེད་ལྟ། ད་དེ་ནས་ན་ག་རེ་རེད་ལར་ལྟ་སྟེ། རོ། བདག་འདི་ནི་མེད་པ་ཡིན་ན་བདག་དངོས་ནི་དངོས་དངོས་རྗེན་རྗེན་གྲུབ་མེད་རེད་ལ་ཡི་རོ། ཐམས་ཅད་ང་རང་གི་སེམས་ཀྱི་འཁྲུལ་སྣང་རེད། བདག་འདི་ནི་ཕྱི་ལ་མེད་ནང་ལ་མེད་འདི་འདི་ནི་ང་རང་མཐོང་བདེ་བ་དེ་ག་རེ་ལགས་ཏེ་འདི་མཐོང་བདེ་བ་ཐམས་ཅད་དེ་འཁྲུལ་སྣང་རེད་འཁྲུལ་པ་རེད་ལ་དྭ་འཁྲུལ་པ་དཔེ་ག་རེ་བཞག་གི་རེད་ཟེར་ན་ནམ་རྒྱུན་ང་རང་ཚོ་རྨི་ལམ་ནང་བཞིན་རེད་ལ་རེད། ང་རང་ཚོ་རྨི་ལམ་ནང་དུ་ལ་ཅིག་བདག་ཅིག་རྟག་ཅིག། རྟགས་མཐོང། རྟགས་ཀྱི་རྨི་ལམ་གྱི་མཐོང་རྟགས་སུ་མཐོང་དུས་རྨི་ལམ་རྨིས་པ་ཡིན་ན། རྨི་ལམ་ནང་དུ་ལ་རྟགས་དེ་ཡོད་རེད་རྨི་ལམ་ནང་དུ་རྟགས་མཐོང་ངེས་ཤེས་པ་དེ་ཡོད་རེད་དེ་འདི་ནས་ང་རང་ཚོ་གཉིད་ཚེ་བའི་སྐབས་སུ་ལ་རྨི་ལམ་ནང་གི་རྟགས་དེ་ཡོད་རེད་ཡོད་མ་རེད། རྨི་ལམ་ནང་དུ་མཐོང་ངེས་རྨིས་ཤེས་རྣམ་པར་ཤེས་པ་དེ་ཡོད་རེད་ཡོད་མ་རེད། བྱས་ཙང་རྨི་ལམ་ཁོ་རང་གི་ངོ་ལ་རྟགས་གཅིག་མཐོང་དེ་ཡོད་རེད་རྟགས་མཐོང་ངེས་ངེས་ཤེས་པ་བཅས་ཡོད་དེ་རེད་དེ་ཡིན་ན་གཉིད་ཚེ་ཚར་བའི་སྐབས་ལ་རྨི་གང་ཡང་ཡོད་མ་རེད། བྱས་ཙང་ང་རང་ཚོ་ད་ནས་ཉིན་མོའི་སྐབས་སུ་ལ། ཉིན་མོའི་སྐབས་སུ་ལ་དེ་ནས་ཕྱི་རོལ་ལ་གཟུགས་སྒྲ་དྲི་རོ་མང་པོ་ཞིག་མཐོང་གི་རེད་དེ། ཨ་ནི་འདི་མཐོང་བའི་སྐབས་སུ་ལ་ཕྱི་རོལ་གཟུགས་ཡོད་བདེ་བ་འདྲ་བོ་ཚོར་བ་སླེབས་ཀྱི་རེད། ཨ་ནི་ནང་ལ་སེམས་མཐོང་ངེས་སེམས་ཅན་ཡོད་བདེ་བ་ཅིག་ཚོར་སྣང་སླེབས་ཀྱི་རེད། འདི་ཐམས་ཅད་ག་རེའི་སྒོ་ནས་མཐོང་གི་ཡོད་རེད་ཟེར་ན། རང་ཚོ་གི་མ་རིག་པའམ། ཉོན་མོངས་པའི་སྒོ་ནས་མཐོང་བསྡད་ཀྱི་ཡོད་རེད། འདི་ཉོན་མོངས་དེ་མེད་པ་ན་ཨ་ནི། རྨི་ལམ་ནང་ནས་གཉིད་སད་བ་ནང་བཞིན་རེད་གང་ཡང་མེད་རེད་གསུངས་རེད། བྱས་ཙང་འདི་ངས་ཤེས་ནས་ད་དེ་ནས་ཕྱིའི་གཟུང་བའི་ཡུལ་དང་ནང་འཛིན་པའི་གེགས་ཤེས་པ་དེ་དག་ཐམས་ཅད་མེད་པ་ལ་མེད་པ་ཡིན་པ་འདི་ངས་ཤེས་ནས་ཨ་ནི། གཟུགས་འཛིན་མཚན་མ་རྣམས་དེ་ནི། ད་ཕྱི་རོལ་ལ་གཟུགས་འདུག་ཕྱི་རོལ་ལ། ཆུ་འདུག་ཕྱི་རོལ་ལ་ཁ་དོག་དཀར་པོ་འདུག་ཕྱི་རོལ་ལ་མི་འདུག་ཕྱི་རོལ་ལ་དུད་འགྲོ་འདུག་ཟེར་ནས་ད་ཕྱི་རོལ་དེ་འདྲ་གི་ད་མཚན་མ་འཛིན་དེ་རིག་རོ། རོ། གཟུགས་འཛིན་ཕྱི་རོལ་ལ་མཚན་མ་དེ་ནང་འཛིན་པའི་ཤེས་པ་དེ་ནི་ཨོ་ནང་ལ་ཤེས་པ་ཞིག་འདུག་ནང་ལ་མཐོང་ངེས་མི་སེམས་ཅིག་འདུག་ནང་ལ་ད་ཡི་གེ་རྣམ་པར་ཤེས་པ་ཅིག་འདུག་ཟེར་ནས་ད་ཕྱི་གཟུང་ཡོད་དང་ནང་འཛིན་གྱི་སེམས་ད་ཡག་འདུག་འདུག་ཕྱི་རོལ་ལ་འདུག་ནང་ལ་འདུག་ཟེར་ནས་དེ་འདྲ་གྱི་ནི་ད་མཚན་འཛིན། འདུས་བྱས་མཚམས་ར་འཛིན་པ་ལ་ཚད་མ་ཚད་མ་འཛིན་ཚད་མ་འཛིན་ཟེར་རེད་འདི་ཡག་པོ་རེད་འདི་སྡུག་པོ་རེད་འདི་དགའ་འདི་དཀར་པོ་རེད་འདི་ནག་པོ་རེད་ཟེར་དེ་ནས་ཅིག་འདུས་བྱས་ཅིག་ལ་འདི་ལ་ཚད་མ་ལག་ཡོད་རེད། འོ་དེ་ནས་ད་ཕྱིར་ལ་འདུག་ནང་ལ་ཡང་འདུག་ནང་ཕྱི་ནང་གཉིས་ཀ་ལ་འདུག་ཟེར་ནས་ད་དེ་ནས་ཚད་འཛིན་བྱས་ཡོད་མར་ལ་རེད། དེ་ནས་ཚད་འཛིན་ཚད་ཚད་མར་འཛིན་པའི་ཚད་འཛིན་ལ་སོགས་པ་དེ་ནས་ཀྱི་འདུས་བྱས་དེ་ཡིད་ལ་མ་བཞག་པ་དེ་ནས་ཀྱི་འདུས་བྱས་དེ་བློ་ལ་རྣམ་རྟོག་རྣམ་པར་རྟོག་པ་ལ་མ་བཞག་པ་བློ་རྣམ་པར་རྟོག་པ་མ་སྐྱེས་པ་དེ་ནས་ག་རེ་གོ་ལ་མཉམ་པར་ཡིད་ལ་མི་བྱེད་རྒྱ་ཚད་ལ་ད་དེ་ནི་རྣམ་པར་རྟོག་པ་ཐམས་ཅད་བག་བློས་ནི་དེ་ནི་ཆོས་ཐམས་ཅད་སྤྲོས་པ་མཐའ་བཞི་དང་སྤྲོས་པ་མཐའ་བརྒྱད་དང་བྲལ་བའི་ཡེ་དག་ཆོས་དབྱིངས་མཉམ་པ་ཉིད་ཀྱི་ངང་དུ་ལ་ལ། ལྟ་བ་ག་དུས་ཡོད་ན་དེ་ནས་ཅན་གྱི་སེམས་བློ་ཁྱེར་དེ་ནས་ནས་སྐུ་རླུང་ཁྱེར་དེའི་ངང་དུ་མཉམ་པར་བཞག་པར་བྱེད་ཀྱི་རེད། སུ་གིས་བྱེད་ཀྱི་རེད་ཟེར་ན་ད་རྒྱ་ཚའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་བྱེད་ཀྱི་རེད། ད་རྒྱ་ཚའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་འདུག་ཅེས་ནས་ལག་ལེན་བསྟར་གྱི་རེད་འདུག་ཅེས་ནས་ཉམས་སུ་བླང་གི་རེད། ད་ང་རང་ཚོ་གིས་བློ་ལ་ཤོང་གི་མ་རེད་ད་ང་རང་ཚོ། ག་ལེ་ག་ལེ་ག་ལེ་ཉམས་ལེན་ཇི་གེ་ཇི་གེ་འགྲོ་བ་ན་ད་ལྟ་རྒྱ་ཚད་སྦྱང་བྱའི་སྲོལ་མ་རྣམས་ཡིན་ད་ལ་ལན་བསྟར་བ་ནང་བཞིན་ཕྱིས་བཟུང་བའི་ཡུལ་དང་ནང་འཛིན་པའི་གེ་ཨ་ནི་ཤེས་པ་རྣམ་པར་ཤེས་པ་ཐམས་ཅད་ད་འདི་དང་འདི་ཡོད་རེད་འདི་དང་འདི་ཡོད་འདི་དང་འདི་ཡག་པོ་རེད་ཟེར་ནས་དེ་ནི་ཨ་མཚན་མཚན་ཡིད་ལ་མ་བྱེད་པའི་ཐོག་ནས་ཨ་ནི་ཁྱོད་མཉམ་པ་གཉིས་ཀྱི་ངང་འདུག་ལ་དེ་ནི་འདུག་ཅེས་ནས་མཉམ་པར་བཞག་ཐུབ་ཀྱི་རེད་འདི་དང་འདིའི་སྟེང་དུ་ཨ་ནི་གོམ་བརྒྱབ་ཐུབ་ཀྱི་རེད་ག་ལེ་ག་ལེ་ལ། ལྟ་འདི་ཀོ་བྱེད་མཁན་དེ་ཨ་ནི་རྒྱ་ཚའི་བྱང་ཆུ་སེར་མ་རྣམས་ལ་ལག་ལེན་སྒྲིག་ཅིང་བསྟར་གྱི་རེད་ཞེས་ནས་གསུང་གི་འདུག་ད་མང་དྲགས་ན་དགོངས་དག་ཞོན་ཅར་ཐལ།